སྒྲ་ཇི་བདེ་ལེགས། ད་ནི་དེ་རིང་ང་ཚོ་གཞིས་ཆགས་དགོན་ཆགས་མཛད་རྩ་བ་ནི་སྔ་བའི་སྐབས་དང་པོ་ལྷོ་བོད་དང་ལྷོ་མ། བྱེས་གཉིས་ཀྱི་ཚུལ་བྱེད་པ་ཟེར་བ་འདིའི་སློབ་ཚན་གཉིས་པ་དེ་འགྲོ་ཡ་ཡིན། ད་ནི་དེ་རིང་གི་སྦྱོར་བྱེད་ཡིན་ན་དགེ་བའི་བཤེས་གཉེན་ཅི་ལྟ་བུ་ཚོར་བ་ཟེར་བ་དེ་འདྲ་ཞིག་རེད། ཁ་སང་གི་སློབ་ཚན་ནང་དུ། ཨ་ནི་སྤྱིར་བསྟན་འགྱུར་གྱི་མི་ལུས་རིན་པོ་ཆེ་ཐོ་པ་འདི་ལ་བསྟན་འགྱུར་དོན་ཡོད་པར་བྱ་བའི་ཕྱིར་དུ་སངས་རྒྱས་ཀྱི་བསྟན་པ་ལ་ཞུགས་དགོས་པ་རེད། སངས་རྒྱས་ཀྱི་བསྟན་པ་ལ་ཞུགས་པ་ལ་དགེ་བའི་བཤེས་གཉེན་ཡང་དག་པ་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་ཞིག་གིས་མདུན་ནས་དམ་པའི་ཆོས་ཉན་ནས་ཐུགས་གསུམ་དགོངས་གསུམ་བཤད་དགོས་པ་རེད་ཟེར་བ་དེ་འདྲ་ཅིག་གསུངས་པ་རེད། དེ་ནས་དེ་རིང་གི་སློབ་ཚན་ནང་དུ་དགེ་བའི་བཤེས་གཉེན་ཚིག་དགུ་ཡོད་པ་ཡིན་ན་དགེ་བའི་བཤེས་གཉེན་བསྟེན་དགོས་ན་དགེ་བའི་བཤེས་གཉེན་ཇི་འདྲ་བ་ཞིག་བསྟེན་དགོས་པ་རེད་ཟེར། དེ་གཅིག་དང། ད་ནི་བརྗོད་བྱའི་གཉིས་པ་དེ། ད་ནི་དགེ་བའི་བཤེས་གཉེན་ཚོར་བ་དེ་དབུལ་བ་རིག་པ། དགེ་བའི་བཤེས་གཉེན་བསྟེན་དགོས་པའི་རྒྱུ་མཚན་འོ་བལྟས་སོང་གི་ཡོད་པ་དེ་འདྲ་ཞིག་རེད། ད་ནི་དགེ་བའི་བཤེས་གཉེན་ཇི་ལྟ་བུ་ཞིག་འཚོལ་དགོས་རེད་ཅེས་ལབ་པ་ཡིན་ན་ཆེད་དུ་བརྗོད་པའི་ཚོམས་ལས་ཆེད་དུ་བརྗོད་པའི་ཚོམས་ཟེར་བ་འདི་ད་ནི་སངས་རྒྱས་ཀྱིས་གསུངས་པའི་མདོ་ཡིན་པ་རེད། སྨན་པ་བསྟེན་པས་མི་དག་ཉམས་འགྱུར་ཞིང་ཐད་ཀར་བབ་པ་བསྟེན་པས་སོ་ན་གནས། གཙོ་བོ་བསྟེན་པས་དམ་པ་ཐོབ་པར་འགྱུར་དེའི་ཕྱིར་བདག་པོས་གཙོར་བསྐྱུར་བསྟེན་པར་བྱ། འོ་དེ་འདྲ་ཅིག་གསུངས་འདུག་མདོར་ན། ཤོ་ལོ་ཀ་འདིས་ག་རེ་གསུང་གི་ཡོད་པ་རེད་ལབ་ན་དགེ་བའི་བཤེས་གཉེན་ཟེར་བ་དེ་ཡོན་ཏན་གྱི་ཆ་ནས་རང་ཉིད་ལས་མཆོག་ཏུ་གྱུར་པ་ཅིག་བསྟེན་དགོས་རེད། རང་ཉིད་ལས་ལྷག་པ་ཅིག་བསྟེན་དགོས་རེད་ཟེར་བ་དེའི་དོན་དག་རེད། བྱས་ཉེས་དེའང་ཚུལ་ཁྲིམས་དང་མང་དུ་ཐུབ་པ་དང་ཏིང་ངེ་འཛིན་ལ་སོགས་པ་རང་ལས་ཀྱང་ཡོན་ཏན་གྱི་དམན་པ་བསྟེན་པས་བསྟེན་པའི་མིའི་བདག་ལའང་ཡོན་ཏན་གང་ཡང་མི་སྐྱེ་བར་སྐྱོན་མང་པོ་སྐྱེས་པའི་ཉམས་པར་འགྱུར་ཞིང། དེ་འདྲ་སོང་དུས་འདི་ག་རེ་ཟེར་དུ་ཡོད་པ་རེད་ལབ་ན་བསྟེན་བྱ་དགེ་བའི་བཤེས་གཉེན་དེ་ག་འདྲ་བྱེད་དགོས་པ་རེད་ལབ་ན་ཚུལ་ཁྲིམས་དང། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་ལ་སོགས་པ་གང་ལྟར་ཡོན་ཏན་གང་གི་ཆ་ནས་ཀྱང་རང་ཉིད་ལས་དམན་པ་ཅིག་བསྟེན་པ་ཡིན་ན་འགྲིག་གི་མ་རེད། ཡོན་ཏན་རང་ཉིད་ལས་དམན་པ་ཅིག་བསྟེན་པ་ཡིན་ན་བསྟེན་མཁན་རང་ཉིད་ཀྱིས། རྒྱུད་ལ་ཡོན་ཏན་གསར་པ་གང་ཡང་མི་སྐྱེས་པར་མ་ཟད་སྐྱོན་མང་པོ་སྐྱེ་ཡག་གི་ཉེན་ཁ་ཡོད་རེད། ད་ནི་ཐད་ཀར་བབས་པ་དེ་ཡོན་ཏན་རང་དང་ཉན་པ་དེ་འདྲའི་འཕེལ་འགྲིབ་མེད་པར་རང་སྲོག་ན་གནས་ཤིང། རང་ཉིད་ལས་དམན་པ་སྟེ་མི་རུང་བ་ཙམ་མ་ཟད་རང་ཉིད་དང་འདྲ་བ་ཡང་བསྟེན་ནས་འགྲིག་གི་མ་རེད། ཡོན་ཏན་གྱི་ཆ་ནས་རང་ཉིད་དང་འདྲ་བ་ཅིག་བསྟེན་པ་ཡིན་ན་རང་ཉིད་གོང་འཕེལ་དུ་འགྲོ་བ་མེད་པ། ཡོན་ཏན་གྱི་ཆ་ནས་རང་ཉིད་དང་ཉན་པ་ཞིག་བསྟེན་པ་ཡིན་ན་རང་ཉིད་ཀྱི་ཡོན་ཏན་དེ་འཕེལ་འགྲིབ་ནི་མེད་པ་མ་ཆགས་ན་ཡང་རང་ཉིད་ཀྱི་ཡོན་ཏན་ངོ་བོ་ཕུང་འདྲེན་དུ་འགྲོ་ཐུབ་ཀྱི་མ་རེད། རང་བཞིན་ག་འདྲ་ཞིག་ཡོད་ན་དེ་ལྟར་དུ་གནས་བསྡད་ཀྱི་རེད། རང་ལས་ཡོན་ཏན་ལྷག་པར་གྱུར་པའི་གཙོ་བོ་བསྟན་པའི་དམ་པ་སྟེ། འདོད་པའི་དོན་མཆོག་ཐོབ་པར་འགྱུར་བ་དེའི་ཕྱིར་རྣམ་པ་ཀུན་ཏུ་དག་པའི་ལྷག་ཅིང་འཕགས་པས་གཙོ་བོ་བསྟེན་པར་བྱ་སྟེ། རང་ཉིད་ལས་དམན་པ་དེས་ན་རང་ཉིད་ཀྱི་ཡོན་ཏན་དེ་ཚོ་ཉམས་འགྲོ་བ་རེད། རང་ཉིད་དང་ཐད་ཀར་རང་ཉིད་དང་འདྲ་བོ་ཅིག་བསྟེན་པ་ཡིན་ན་རང་ཉིད་ཀྱི་ཡོན་ཏན་དེ་འཕེར་བ་མེད་ཀྱང་འགྲུབ་པ་ཡང་མེད་པ་རང་སོ་ན་གནས་ཀྱི་རེད། དེ་འདྲ་ཡིན་ཙང་རང་གིས་བསྟེན་བྱ་དགེ་བའི་བཤེས་གཉེན་དེ་ག་འདྲ་དགོས་རེད་ལབ་སྟེ་རང་ལས་ཡོན་ཏན་ལྷག་པར་གྱུར་བ་རང་ལས་གཙོ་བོ་རང་ལ་དེ་འདྲ་གཙོ་བོ་ཡིན་པ། འོ་དེ་འདྲ་བའི་སྐྱེ་བོ་དམ་པ་ཅིག་བསྟེན་པ་ཡིན་ན་རང་ཉིད་ཀྱི་ཡོན་ཏན་ག་རེ་ཐོབ་འགྲོ་གི་ཡོད་པའི་འདོད་པའི་དོན་མཆོག་ཏུ་གྱུར་པ་དེ་ཐོབ་གི་རེད། དེ་འདྲ་ཡིན་ཙང་རྣམ་པ་ཀུན་ཏུ་རང་ཉིད་ཀྱི་དགེ་བའི་བྱིན་ཅིག་བསྟེན་པ་ཡིན་ན། རྣམ་པ་ཀུན་ཏུ་རང་ཉིད་ལས་ལྷག་ཅིང་འཕགས་པ་འོ་དེ་འདྲ་ཅིག་བསྟེན་དགོས་པ་རེད། དེ་ཉིད་ལས་ད་ནས་ཆེད་དུ་བརྗོད་པའི་ཚོམས་ནི། ཚུལ་ཁྲིམས་ཉེ་བར་བྱེད་པ་དང་ཤེས་རབ་ཕྱིའི་མཆོག་ལྷག་པ་ཡི་གཙོ་བོ་གང་ཡིན་དེ་བསྟེན་ན་གཙོ་བོ་ལས་ཀྱང་ཆེས་གཙོར་འགྱུར་ཞེས་བཤད་དོ། ད་ནི་ང་ཚོ་དགེ་བའི་བཤེས་གཉེན་བསྟེན་པ་དེ་ག་འདྲ་ཙིག་ཆེད་དུ་བསྟེན་དགོས་ཡོད་པ་རེད་ལབ་ན་རང་ཉིད་ལ་ཡོན་ཏན་གྱི་ཆ་ནས་གང་ཡང་རོགས་པ་ཅིག་མ་ཚང་བ་མ་འདང་བ་ཨོ་དེ་ལ་ཁ་གསབ་དགོས་པ་དང་ཁ་སྐོང་དགོས་པ་ཡང་ན་རང་ཉིད་ལ་ད་ལྟ་ཡོད་པའི་ཡོན་ཏན་དེ་གིས་མ་ཚིམ་ནས་དེ་ལས་ལྷག་པའི་ཡོན་ཏན་ཅིག་ཐོབ་ཡ་ཡི་ཆེད་དུ་དེང་གི་ཡོད་པ་ཡིན་ཙང་རང་ཉིད་ལས་ཡོན་ཏན་ཆེ་བའི་རང་ཉིད་ལས་ཡོན་ཏན་ལྷག་པའི་བྱེད་པོ་དམ་པ་ཞིག་བྱེད་སྙིང་དུ་བསྟན་པ་ཡིན་ན་རང་ཉིད་ཀྱི་ཡོན་ཏན་དེ་དགེ་བའི་བྱེད་སྙིང་དང་ཉམས་པར་ཆགས་པ་དང་དགེ་བའི་བྱེད་སྙིང་ལས་མཆོག་ཏུ་གྱུར་པ་དེ་འདྲ་ཡང་གོང་གི་རེད་ཟེར་རོ་དེ་འདྲ་ཅིག་གསུང་གི་ཡོད་པ་རེད།